དེ་རིང་གི་སློབ་ཚན་ནང་ལ། ཁ་སང་ང་རང་ཚོ་ཕ་གི་ནང་ལ་གར་བྱོན་སུ་ཉོན་དེ་ལ་སློབ་ཚན་དེ་བཤད་བཤད་དྲིན་གྱིས་ཤོ་ལོ་ག་ཕ་བཅུ་གྲངས་དེ་ཕྱིན་པ་རེད་དེ་རིང་དེ་བཅུ་བཞི་པ་དེ་རེད། ད་དེ་རིང་འདི་ནང་ལ་ང་ཚོ་གར་སུ་ལབ་པ་ཡིན་ན། དེ་རིང་གི་སློབ་ཚན་དེ། འདི་ན་ར། དེ་རིང་གི་སློབ་ཚན་ཁ་ཟེར་ན་སྒྲིབ་པ་ལྔ། སྒྲིབ་པ་ལྔ། ཅི་ད་སྒྲིབ་པ་ས་ག་ད་ག་ར་ཏྲ་སྒྲ་གོ་སྒྲིབ་པ་སྒྲིབ་ཟེར་བའི་སྐབས་ལ་དཔེར་ན་ཁྱེད་རང་གི་མདུན་ལ་མི་གཅིག་སླེབས་སོང་ན་ཁྱེད་རང་དཔེར་ན་ལྟད་མོ་ལྟ་དུ་ཡོད་པ་ཡིན་ན། ཁྱེད་རང་གི་མདུན་ལ་མི་གཟུགས་སྟོབས་ཆེན་པོ་ཞིག་སླེབས་སོང་ན་གཟུགས་ཆེན་པོ་ཞིག་སླེབས་སོང་སྒྲིབ་བྱ་གི་འདུག་ཨ། ཕ་ཆོག་མདུན་ལ་ཡོད་པ་དེ་མཐོང་གི་མི་འདུག་དེ་ལ་སྒྲིབ་པ་ཨ་ཟེར་ལབ་རེད། ཁྱེད་རང་གི་དཔེ་ཁྱེད་རང་དཔེར་ན་གློག་བརྙན་ཞིག་ལྟ་དུ་ཡོད་པ་ཡིན་ན། ཁྱེད་རང་གི་མདུན་ལ་མི་ཞིག་སླེབས་སོང་ན། ཨོ་ང་སྒྲིབ་གི་འདུག་ཁོ་ཡིན་ང་སྒྲིབ་གི་འདུག་དེ་མཐོང་གི་མི་འདུག་ཟེར་ཆོག་མ་མཐོང་བ་བྱས་ཆོག་དེ་སྒྲིབ་པའི་ལབ་རེད། ད་འདི་ལ་སྒྲིབ་པ་ལྔ་སྤངས་ཚུལ་ཟེར་བ་འོ་སྒྲིབ་པ་ལྔ་ཞིག་གྲངས་ཀ་རྒྱག་གི་རོགས་ལ། ཅེ་འདི་ལྔ་དེ་ལ་གར་སོང་ལབ་པ་ཡིན་ན་དེ་ལྔ་ཞིག་གྲངས་ཀ་རྒྱག་གི་རེད། ལྔ་དེ་ལ་མིང་གཞན་པ་ལ། རྒས་པའི་ནང་འཕྲོག་པའི་རྒས་པའི་ནོར་འཕྲོག་པའི། ཆོམ་རྐུན། ད་གང་ཟག་ཆོམ་རྐུན་མང་པོ་ཐོན་གྱི་འདུག་ཕྱག་ན་རུ་ཆོམ་མ་ཆོམ་ར་ཀ་དག་བཀག་ཞབས་ཀྱི་རྐུན་མ་རྐུན་ཆོམ་གོས་སོགས་རྐུན་མ་ཡིན་པ་འདི་ང་དེ་ལ་མིང་གཞན་པ་ག་རེ་ཡོད་སེ་ལབ་པ་ཡིན་ན་འོག་དྲངས་ཁ་དྲངས་ང་རྒྱ་དྲངས་ཁ་ང་རྒྱ་གི་རེད་དེ་ང་དེ་ལ་ག་རེ་ལབ་གི་རེད་སེ་ལབ་ན་རྒད་པོའི་སྣོད་འཕྲོག་པའི་གི་རྒད་པོའི་སྣོད་འཕྲོག་པའི་གི་ཆོམ་རྐུན་ང་ཟེར་གི་རེད་ལབ་རེད་རྒད་པོའི་སྣོད་འཕྲོག་མཁན་གྱི་འཕྲོག་པ་ཟེར་ན་ཕོག་པ་ཟེར་གི་ནང་དུ་དཔེར་ན་ཁྱེད་རང་ལག་པ་ལ་ལྕགས་ལ་ཅིག་ཡོད་པ་ཡིན་ནས

དྲན་དགོས་དེ་མ་དྲན་ཆེ་སེམས་ལ་བསམ་བློ་འདྲ་མི་འདྲ་འཁོར་བ་དེ་ལ་འོ་དེ་སློབ་སྦྱོང་བར་སློབ་སྦྱོང་བསླབ་བྱའི་ཡུལ་དེ་ལ་མ་བལྟས་པར་བྱས་ནས་སེམས་ལ་འདྲ་མི་འདྲ་བསམ་བློ་འདྲ་མི་འདྲ་འཁོར་ཡ་དེ་ལ་དགོས་ལབ་རེད། ཧ་བོ་འགའ་ཡི་དང་གྱ་ནོར་རིན་འགྱོད་དང་འགྱོད་པ་སེ་ལ་འགྱོད་པ་ད་དཔེར་ན་ཁྱེད་རང་བསམ་བློ་དང་འགྱོད་པ་ལ་གཉིས་ཡོད་རེད། འགལ་པའི་ལས་བྱས་ནས་དཔེར་ན་ཁྱེད་རང་སློང་མོ་བ་གཅིག་ལ་ཁྱེད་རང་སྒོར་མོ་བརྒྱ་བྱིན་པ་དང། སྒོར་མོ་བརྒྱ་བྱིན་པ་དང་ནང་ལ་སླེབས་པ་དང་ཨ་ཙི་སྒོར་མོ་བརྒྱ་དང་མ་སྤྲད་ཏག་ཏག་ཡིན་བསམ་འགྱོད་པ་སྐྱེས་སོང་འགལ་བ་ལ་འགྱོད་པ་སྐྱེས་ཅི་ཡོད་རེད་འདི་སྡིག་པ་རེད།

སློབ་སྦྱོང་བྱེད་ཐོག་བསམ་བྱས་པའི་སྐབས་ལ་ཁྱེད་རང་ཚོ་འདྲ་མི་འདྲ་དྲན་ནས་སྙན་ན་ཁྱེད་རང་གིས་ལས་ལས་གར་བྱས་པ་ཡིན་ན་ཡག་པོ་བྱས་ཡག་པོ་བྱས་ཡོད་ན་རེད་ལས་ལས་ཀ་ཡག་པོ་བྱས་ཡོད་ན་ནི་འགྱོད་པ་རྒྱས་ཅི་དོག་ཡང་ག་འདྲ་ལ་ཡིན་པ་དཔེར་ན་ཁྱེད་རང་སྒོར་མོ་བརྒྱ་བྱིན་པ་བཏང་ཡང་དེ་ཡག་པོ་རེད་བ་ཡིན་བྱིན་པ་བཏང་ཆེ་བས་ཆེ་ལ་སྒོར་མོ་བརྒྱ་དང་མ་སྤྲད་ཏག་ཏག་ཡིན་ཟེར་ཡང་དེ་ཡང་འགྱོད་པ་རྒྱས་ཆོག་དེ་འགྱོད་རྒས་པའི་གི་འགྱོད་པ་ཡིན་ན་རེད་ཡང་ཁ་ཤས་ཁ་ཤས་སྡིག་པ་བྱས་ནས་འགྱོད་པ་རྒྱས་དེ་འདྲ་ཡོད་རེད་བ་འོ་དེ། དགོས་པ་འགྱོད་པ་སེམས་འགྱོད་པ་སེམས་ན་བ་དེ་རེད་དེ་ཡོད་པ་ཡིན་ན་ཡང་བར་ཆད་ཡོང་གི་ཡོད་རེད་དཔེར་ན་ཁྱེད་རང་སློབ་སྦྱོང་བསླབ་བཞིན་པའི་སྐབས་ལ་སྔར་སྔར་བྱས་ཀྱི་ཅི་ལས་ཀ་ཅིག་དྲན་སོང་ན་སྔར་དྲན་དྲན་བ་དོར་ལ་འགྱོད་པ་འགྱོད་པ་སྐྱེས་སོང་ན་ཡང་ཕར་ཕྱོགས་ལ་བར་ཆད་བྱེད་ཀྱི་འདུག་ཨོ་ཨོ་དེ་འགྱོད་པ་སེལ་བ་རེད་གནོད་པ་གནོད་པ་རང་རེད་གཞན་ལ་གནོད་པ་བྱེད་ཡག་གཞན་མི་ཐོག་ལ་གཞན་གཞན་ལ་གནོད་པ་བྱས་ཏེ་གནོད་སེམས་བྱས་ཏེ་གནོད་པ་སེལ་བ་རེད་ད་འདི་བཞུགས་འདི་ལ་ཞི་བ་དེ་ག་ས་ལ་རྨུགས་པ་ར་མ་ད་མ་གཡོ་ཅོག་རྨུགས་ག་ས་རྨུགས་པ་སེལ་བའི་སྐབས་ལ་ཁྱེད་རང་དཔེར་ན་སློབ་སྦྱོང་བསླབ་བཞིན་པའི་སྐབས་ལ

དྲན་སོང་ན་ཁྱོད་རང་ཕར་རྒན་ལ་ཁར་ལབ་གི་ཧ་གོ་ཡ་མི་འདུག་བ། ཡང་སེམས་དོད་ན་རྒན་ལ་རླབས་ཆེན་པོའི་སྐབས་ལ་ཁྱེད་རང་འགྱོད་པ་སྐྱེས་སོང་ན། ལས་ཀ་བཟང་པོ་བྱེད་པ་ལ་འགྱོད་པ་སྐྱེས་ཡོད་ན་རེད་ལས་ཀ་ངན་པ་བྱས་འགྱོད་པ་སྐྱེས་སོང་ན་ཡང་བསམ་བློ་གཉིས་འཁོར་ལ་འགོས་དང་ཡང་སློབ་སྦྱོང་ཡོང་གི་མི་འདུག་བ། དགོས་པ་དང་འགྱོད་པ་གཉིས་གཅིག་ལ་བརྩི་གི་རེད་གཅིག་བྱས་ཨ། དེ་ནས་སྨུག་པ་ར་མ་ད་མ་ཧི་སྨུག་ག་ཟེར་སྨུག་པ་དང་གཉིས་གཉིས་གཅིག་འགྲོ་གི་རེད་བ་སྨུག་པ་དང་གཉིས་འདྲ་པོ་འདུག་བ་སྨུག་ཟེར་དུ་ངས་ད་ལན་སྨུག་པ་ཟེར་འགྲོ་གི་ག་ལ་དཔེར་ན་ཁྱེད་རང་རླབས་ཆེན་པོའི་སྐབས་ལ་ཁྱེད་རང་མགོ་ན་གི་ཡོད་པ་ཡིན་ན། རྒན་ལ་ཁ་བསླབ་དགོས་ད་ཧ་གོ་མ་རེད་བ། ཐང་ན་ཁྱེད་རང་གཉིད་ཁུག་བསྡད་ན་རྒན་བསླབ་དགོས་ཧ་གོ་རྒན་རྒན་ལགས་ཀྱིས་ག་རེ་སློབ་ཁྲིད་གནང་གི་ཡོད་ན་ཧ་གོ་མ་རེད་བ་དེ་སྨུག་པ་དང་ཁ་སང་སྨུག་གཉིས་གཉིས་མཉམ་དུ་གཅིག་སྡོད་ཡ་རེད་ད་གོ་དགོས་པ་དང་འགྱོད་པ་ནི་གཅིག་ལ་རྩི། གནོད་པ་དེ་གནོད་སེམས་གནོད་སེམས་དེ་རང་ཅག་བཞག། སྨུག་པ་དང་གཉིས་གཉིས་གཅིག་ལ་རྩི་གསུམ་ཆགས་སོང་འདོད་ལ་འདུན་པ་བཞི་བྱེད།

རྒོད་དང་རྒྱུད་དང་གནོད་སེམས་རྨུགས་པ་དང་གཉིད་དང་འདོད་ལ་འདུན་དང་ཐེ་ཚོམ་བདས། སྒྲིབ་པ་ལྔ་པོ་འདི་སྒྲིབ་པ་ལྔ་གར་སོང་ན་རྒོད་པ་དང་འགྱོད་པ་ནི་གཅིག་ལ་བརྩི། གནོད་སེམས་དང་གཉིས་བྱས། རྨུགས་པ་དང་གཉིས་གཅིག་ལ་བརྩི་གསུམ་བྱས། འདོད་ལ་འདུན་པ་དང་ལྔ་བྱས། ཐེ་ཚོམ་དང་ཐེ་ཚོམ་འདོད་ལ་འདུན་པ་དང་བཞི་བྱས་ཐེ་ཚོམ་དང་ལྔ། སྒྲིབ་པ་ལྔ་པོ་འདི་དག་རྒས་པའི་ནང་རྟ་དང་འདེད་རྟ་དང། དགེ་བ་ལྔ་པོ་འདི་དག་སྡིག་པའི་ནོར། ང་རྒྱལ་གོང་དང་གོང་དུ་རྒྱལ་བའི་ནོར། འཕྲོག་པའི་ཆོམ་རྐུན་ལག་པ་འཁྱེན་པར་འདོད། འདི་ལྔ་དེ་ལ་སྒྲིབ་པ་སྒྲིབ་པ་སངས་གོང་དུ་བཤད་པ། དགེ་བ་སྒྲིབ་མཁན་གྱིས་དགེ་བ་དགེ་བ་མེད་པར་བཟོ་བའི་གྱིས་དགེ་བའི་དགེ་བ་མེད་པར་བཟོ་བའི་གྱིས་དགེ་བ་སྒྲིབ་བྱེད་མཁན་གྱིས་དགེ་བའི་ནོར་འཕྲོག་པ་ཡང་ན། དགེ་བ་དགེ་བ་དགེ་བ་སྒྲིབ་མཁན་ལམ་དང་འབྲེལ་དགེ་བའི་ནོར་འཕྲོག་མཁན་གྱིས་འཕྲོག་པ་སངས་དགེ་བའི་ནོར་དགའ་ཟེར། སྒྲིབ་པ་ལྔ་པོ་འདི་དག་རྒྱལ་པོའི་ནོར། རྒྱལ་པོའི་ནོར། འཕྲོག་པས་སུ་འཕྲོག་པའི་ཆོམ་རྐུན་ལག་པ་ཁྱེར་བ། རྒྱལ་པོའི་ནོར་འཕྲོག་མཁན་གྱི་ཆོམ་རྐུན་ས་ནི་རྐུན་མ་ཡིན་པ། ཆོམ་རྐུན་ལག་པ་ས་ནི་ཡིན་པར་མཁྱེན་པར་མཛོད་རྒྱལ་པོ་མཁྱེན་པ་བྱེད་པོ་རེད་ལབ། ད་འདི་དག་དག་བག་ཀྱང་འགྲེལ་བཤད་བརྗོད་ད། ད་རྒོད་བག་གི་འགྲེལ་བཤད་རེད་ད། སེམས་ཕྱི་རོལ་གྱི་ཡུལ་ལ་འཕྲོ་བའི་རྒོད་བག་འདུ་བ། དེ་ནས་རྒན་ལགས་སློབ་ཁྲིད་བྱེད་བཞིན་པའི་སྐབས་ལ་སེམས་ཕྱི་ལོག་ལ་འགྲོ་ནས་སེམས་དེ་ཕྱིར་ནང་ལ་མ་སོང་ལུས་དང་སེམས་གཉིས་མཉམ་དུ་ལ་མ་བསྡད་པས་ལུས་དང་སེམས་གཉིས་ཁག་ཁག་བྱས་ནས་བསམ་བློ་འདྲ་མིར་འཁོད་བྱུང་ཕྱི་ལོག་ལ་བསམ་བློ་འདྲ་མིར་འཁོད་བྱུང་རོགས་པའོ་དེ་སེམས་ཕྱི་རོལ་ལ་ཕྱི་རོལ་ལ་འཕྲོས་པས་སེམས་ཕྱིར་སེམས་དེ་སེམས་དེ་ཕག་ནང་ལ་ང་སོང་མ་སོང་ན་སེམས་དང་ལུས་གཉིས་མཉམ་དུ་ལ་མ་བསྡད་པ་བྱས་ནས་བསམ་བློ་འདྲ་མིར་འཁོད་འོ་དེ་ཕྱི་རོལ་ལ། འཕྲོ་བ་ལ་དགོས་པ་བྱེད། ད་གནོད་པ་དང། སྔར་བྱས་ཀྱི་ལས་ལ་ཡིད་འཕྲོག་པའི་འགྱོད་པ་བཟློག། སྔར་བྱས་ཏེ་སྔར་དགོན་དང་ཉི་ཤུ་ཡིན་པ། སྔར་དགེ་བའི་ལས་བྱས་སོང་ན་དགེ་བའི་ལས་ལ་འགྱོད་པ་བསྐྱེད་ན་མི་དགེ་བ་ཆགས་འགྲོ་གི་རེད། མི་དགེ་བའི་ལས་མི་དགེ་བའི་ལས་ལ་འགྱོད་པ་བསྐྱེད་སོང་དེ་ཡག་ག་རེད། དགེ་བའི་ལས་ལ་འདོད་པ་བསྐྱེད་སོང་ན་དགེ་བ་བྱས་པ་དེ་མི་དགེ་བ་ཆགས་འགྲོ་གི་རེད་སྔར་བྱས་ཀྱི་ལས་ལ་ཡིད་འཕྲོག་པས་ཡིད་འཕྲོག་པའི་འགྱོད་པ་སེམས་པ་ཤོར་ན། སྔར་ངས་འདོད་ཚོད་ཡིད་འཕྲོག་པ་ཟེར་དུ་ང་ཡིད་འཕྲོག་པ་ཟེར་བ་ག་ལ་ཕར་ནོར་ལ་ང་ཚོ་མ་ཟོས་ན་སེམས་དེ་ཕར་འགྲོ་ནས་སེམས་དེ་ཕར་ལ་ཤོར་ནས།

ཁོང་ཁྲོ་མ་བསམ་གནོད་བསམ་སྐྱོན་ཡོན་ཁོང་ཡོད་མ་རོ་སེམས་འཁྲུགས་པ་བསམ་གནོད་པ་སེམས་འཁྲུགས་པ་ཁོང་ཁྲོ་ཟ་བ་སེམས་འཁྲུགས་པའི་གནོད་སེམས་ཀྱིས་འདུ་བ་དང་གནོད་སེམས་གསུམ་ཆགས་སོང་བ་དང། ལུས་སེམས་ལུས་གསུམ་ལས་སུ་མི་རུང་བའི་རྨུགས་པ་དང་དང་པོ་རེ་རེ་འདྲེས་རྒྱབ་ཀྱི་ཡོར་དང་ལུས་སེམས་ལས་སུ་མི་རུང་རྨུགས་པ་ལེན་པ་ལུས་དང་སེམས་གཉིས་ལས་ཀ་བྱེད་ཡག་དེ་ལ་ཏག་ཏག་མི་བདེ་གིན་ལུས་སེམས་ལུས་ལུས་ལས་སུ་རུང་བ་བསམ་ན་ལུས་ཀྱི་ལུས་ཀྱི་ལས་དཔེར་ན་མིག་གི་དབང་པོ་རྣ་བའི་དབང་པོ་དང་དུ་ལ་དག་བྱེད་ཐུབ་གིན། ལུས་སེམས་ལས་རྨུགས་པ་སེམས་དང་འདི་ལ་ཡིན་པ། ལུས་སེམས་ལས་སུ་རུང་བ་སོགས་ལུས་དང་སེམས་ཀྱིས་དགེ་བའི་ལས་ཀ་ཏག་ཏག་བྱེད་ཐུབ་མཁན་བྱས་ན་ལུས་སེམས་ལས་སུ་རུང་བ་ཟེར་བ་རེད། དགེ་བ་དང་དགེ་བའི་ལས་བྱེད་མི་ཐུབ་མཁན་ལུས་དང་སེམས་གཉིས་དང་ལུས་སེམས་ལུས་སུ་ག་ས་ལུས་སེམས་ལས་སུ་མི་རུང་བ་ཟེར་བ་དང་འདི་ལ་ཡིན་པ། དཔེར་ན་ཁྱེད་རང་མགོ་ན་སོང་ན་མགོ་ན་སོང་མགོ་ན་བའི་རྒྱུ་མཚན་ལ་བརྟེན་ནས་ད་ཆོག་རྒན་ལ་ཁར་བསླབ་ཀྱི་ཡོད་པ་དང་ཧ་གོ་བ་དེ་ལ་རྨུགས་པ་ཟེར་གྱི་ཡོད་བ། ལུས་སེམས་ལས་སུ་མི་རུང་བས་རྨུགས་པ་བྱེད།

དེ་ནི་འདོད་ལ་འདོད་པའི་དོན་འདོད་ལ་འདོད་པའི་གི་འགྲེལ་བཤད་རེད་ད། ཁ་ཟས་དང་ལང་ཚོ་སོགས་ལ་ཆགས་པས་འདོད་ལ་འདོད་པ་དེ་འདོད་པ་འདོད་ལ་འདོད་པ་ཟེར་ཏེ་ཁ་ཟས་ཡིན་ན་རེད་རང་གི་ལང་ཚོ་ཡིན་ན་རེད་ཨོ་དེ་འདྲ་ལ་དཔེ་ཅིག་གི། དཔེར་ན་ཁྱེད་རང་ཡིན་པ་ཡིན་ན་ངས་འཛིན་གྲྭ་གྲོལ་བའི་ཆེད་ལ་ཁ་ལག་ཞིམ་པོ་ཅིག་ཟ་དགོས་བསམ་ཡང་འགྲོ་བ་དང་འཛིན་གྲྭ་གྲོལ་བའི་ཆེད་ལ་ང་རང་གཟུགས་པོ་ཡག་པོ་ཡོང་བའི་ཆེད་དུ་ངས་ལུས་རྩལ་རྩལ་འགྲུབ་བསམ་ན་ཅི་ལྟར་འགྲིག་འདོད་རེད། ཡིན་ན་ཡང་རྒན་ལགས་ཀྱིས་བསླབ་བཞིན་པའི་སྐབས་ལ་ཆོས་ཉན་པའི་བཞེད་པའི་སྐབས་ལ་ཆོས་ཉན་བཞིན་པའི་སྐབས་ལ་དེ་འདྲ་བསམ་བློ་འཁོར་སོང་ན་དེ་བར་ཆད་བྱེད་ཀྱི་ཡོད་རེད་བ།

ཐར་བ་ཡོད་ཐར་བ་སོགས་ལ་ཐེ་ཚོམ་སྟེ་ཟ་བ་ལེན་འདོད་ཡོད་ན་ལས་ཀྱི་ལས་རྒྱུ་འབྲས་ཟིན་ཡོད་ན་ཐར་བ་དང་སངས་རྒྱས་གོ་བ་ཟིན་ཐོབ་ཡ་ཡོད་ན་ཟ་བ་དེ་ཐེ་ཚོམ་བརྒྱད་ཅུ་ར་སོགས་ལྔ་ཟིན་ཏོ། ལས་འདི་དང། ཐར་བ་སོགས་ཐེ་ཚོམ་སྟེ་སྒྲིབ་པ་ལྔ་པོ་འདི་དག། རྒས་པའི་ནོར་འཇོམས་ཤིང་ལུས་འཇོམས་འཇོམས་པ་ཟིན་འཇོམས་པ་ཟིན་འཇོམས་པ་ཟིན་མེད་པར་འཇོམས་ཤིང་འཕྲོག་པའི་ཟིན་འཇོམས་པ་ཡང་མེད་པར་བཟོ་བ་ཡིན་ན་འཕྲོག་པར་བྱེད་པས་ཆོམ་རྐུན་ཡིན་པས་ཁྱད་པར་མཛོད་ཅིག་ཟོ་བ་ཐིག་ལྔ་པོ་དེ་ལ་རྒས་པའི་ནོར་འཕྲོག་པའོ་ན་རྒས་པར་འཇོམས་པའི་གེགས་མེད་པར་བཟོ་ཡིན་གྱི།

དཔེར་ན་ཁྱེད་རང་དགོན་གྱི་སློབ་སྦྱོང་བསླབ་པའི་སྐབས་ལ་དགོས་པ་དང་འགྱོད་པ་གཉིས་བྱུང་སོང་ན་བར་ཆད་བྱེད་ཀྱི་ཡོད་རེད། གནོད་སེམས་སྐྱེས་སོང་ན་བར་ཆད་ཡོང་གི་ཡོད་རེད། རྨུགས་པ་སྐྱེས་སོང་རྨུགས་གཉིས་ཏག་ཏག་དྲང་གཏམ་དེ་ཨ་འདྲས་གང་ཁྱེད་རང་བདུན་དང་བདུན་དེ་སྔར་བསྡུ་ཚུལ་དུ་དགོས་པ་དང་འགྱོད་པ་གཅིག་འཛིན་འདུག་ཨ། གཉིས་པ་དང་གནོད་སེམས་བཤགས་འདུག་གསུམ་པ་དང་རྨུགས་གཉིས་རྨུགས་པ་དང་གཉིས་འགྲེལ་བཤད་རེ་རེ་རྒྱབ་ཁག་ཡིན་པ་རྨུགས་པ་དང་གཉིས་གཉིས་གཅིག་འཛིན་གསུམ་བྱས། འདོད་ལ་འདུན་པ་བཞི་བཅས་ཐེ་ཚོམ་འོག་ཐིག་ལྔ་འདི་ལ་དགེ་བའི་སྣོད་འཕྲོག་པ་གིས་ཆོམ་རྐུན་ལྔ་བསྲེག་དགོས་རེད་ཟེར། དེ་ངེས་པར་དུ་ང་ཚོ་ང་རང་ཚོ་འདི་སྐྱོན་དེ་ཚོ་ང་ཚོ་མེད་པ་བྱས་ནས་བོད་འདི་ནང་ལ། ང་རང་ཚོ་གློག་དྲའི་ནང་ལ་ཁྱེད་ཚོ་ཤོག་དྲིལ་གྱིས་ཤོག་གྲངས་བརྩིས་པ་ཡིན་ན་རྒྱལ་སྤྱིར་གྱ་བརྒྱད་འདུག་ཨ། རྒྱལ་སྤྱིར་གྱ་བརྒྱད་ལ་སྒང་ཟེར་འདྲི་བར་འགྲེལ་བཤད་ཡག་པོ་རྒྱབ་ཡོད་ད་དེ་བ་ལ། འདི་ནང་ལ་གར་སོང་ཟེར་ལབ་པ་ཡིན་ན།

བདེན་པའི་དོན་ལ་ཡིད་གཉིས་ས་བོན་ཐོབ། དེ་རྣམས་ཀྱིས། དེ་རྣམས་ཀྱིས། ལམ་བསླབ་པ་གསུམ་བསྒྲིབས་པ་ལ། བསྒྲིབས་པས་ན་བསྒྲིབས་པ། ཤེས་རབ་མ་བསླབ་པ་གསུམ་ཤེས་རབ་ཀྱིས་བསླབ་པ་ཚུལ་ཁྲིམས་ཀྱིས་བསླབ་པ་ཏིང་ངེ་འཛིན་གྱིས་བསླབ་པ། བསླབ་པ་གསུམ་ང་རང་ཚོ་རྒྱུད་ལ་སྐྱེ་ཡ་ལ། བར་ཆད་བྱེད་ཀྱི་ཡོད་པའི་རྒྱུ་མཚན་དེ་ནི་འོག་ཏུ་བསྒྲིབས་པ་ལྔ་བསླབ་རེད་ལགས་ད་དེ་ཧ་གོ་མོས་པ་ཡིན་ན་དགོངས་འདུན་ངས་ཞུ་བ་ནང་བཞིན། དགེ་བ་བྱེད་ཡ་ལ། བ་བཀག་བྱེད་མཁན་མཐོང་མ་བཅུག་མཁན་དགེ་བ་ཆེ་དགེ་བའི་ལས་མཐོང་མ་བཅུག་མཁན་འོ་དགེ་བའི་ལས་བསྐུལ་མ་དགེ་བའི་ལོས་རང་གི་རྒྱུད་ལ་དགེ་བའི་དགེ་བའི་ལས་ཡོད་མཁན་དེ་འཕྲོག་འགྲོ་ཡིན་མཁན་ཡིན་པ་དེ་ནི་ཐིག་ལྔ་དེ་ལ་དགེ་བའི་ནོར་འཕྲོག་པའི་ཆོམ་རྐུན་ངང་སུ་ལབ་པ་རེད་ལབ་བྱས་ཙང་ཁྱེད་རང་ཚོ་དེ་དགོངས་དུ་ཞུ་བ་ན་ཡང་དེ་མ་མཁྱེན་པ་ཡོད་པ་ཡིན་ན་མ་མཁྱེན་པ་ཡོད་པ་ནི་སུ་ལ་བཀའ་འདྲི་གནང་རོགས་གནང། ང་ཚོ་སློབ་ཚན་ཆེ་ཙམ་ཉུང་ཉུང་མ་འགྲོ་གི་མེད། གལ་སྲིད་སློབ་ཚན་མ་ཚར་བའི་སེམས་ཁྲལ་མི་འདུག་བསམ་ན་སློབ་ཚན་ཉུང་ཉམས་ཉུང་ཉུང་མ་འགྲོ་གི་མེད། ཉུང་ཉུང་འགྲོ་བ་དེ་ཡང་ཤེས་པ་གནང་རོགས་གནང། ཤེས་པའམ་བོན་པོ་ཤེས་པ་ག་ས་མ་ཤེས་པ་ཡོང་བ་ཚུར་ལ་བཀའ་འདྲི་གནང་རོགས་གནང། བཀའ་འདྲི་གནང་མཁན་བུ་མོ་གཅིག་གཉིས་མ་གཏོགས་དྲི་བ་དྲན་གཅིག་ཀྱང་མི་འདུག་བྱས་ཙང། མ་ཤེས་པ་ཡིན་ན་ཚུར་མ་དྲི་བ་ཡིན་ན་ད་ལྷག་བསྡད་ཀྱི་རེད་རྒྱུ་མཚན་དེ་ལས་བསྡད་ན་མཁྱེན་སོང་མ་མཁྱེན་གང་ཡོང་ཚུར་ལ་དྲི་བ་གཏང་རོགས་གནང། དེ་ནས། དཔེ་ཁང་ག་ས་ནམ་རྒྱུན་མི་ཤི་བ་ན་ཡི་ག་དུས་ཡིན་པ་ཡིན་ན་ཕ་གི་ཉན་གི་ཉན་གི་དྲི་དེ་ན་ལ་དྲི་གི་དྲི་གི་རེད་གནང་ཚེ་ཚང་མ་ལ། ཚང་མ་ལ་འཚམས་འདྲི་ཡོད།